ཅིག་མདོར་བསྡུས་ཤིག་གནང་རོགས་གནང་ཞེས། ལ་སོགས་ལ། ང་གཡུང་དྲུང་བསྟན་འཛིན་ད་ལྟ་ཀན་ན་ར་གི་རྒྱལ་ས Toronto ལ་སྡོད་ཀྱི་ཡོད། ང་ད་ལྟ་དེ Toronto གཙུག་ལག་ལྷོ་བྲག་ཆེན་པོ་གི་ནང་ལ་ཡང་ནུས་ཤུགས་ཀྱི་ནུས་ཤུགས་པ་དང་མཐོ་སློབ་ལྷུ་སྒྲིག་པ་གི་ལས་ཀ་བྱེད་ཀྱི་ཡོད་ཞུ་བ་ཡིན། ང་རང་མཚོན་བས་ན་ཁྱོད་བོད་ནང་ལོར་ཡང་འབྲོག་པ་བརྒྱུད་ཀྱི་ཁྱིམ་ཚང་ནང་དུ་སྐྱེས། ཤེས་སུ་ད་སྤྱི་ལོ་བཅུ་དྲུག་དགུ་བརྒྱ་དགུ་བཅུ་གོ་དགུ་ལོར་ཡང

བསམ་གཏན་ལ་དེ་ནི་ཞུ་དབུས་ཁུལ་གྱི་མི་སྣ་ང་ཚོ་མི་ཉི་ཤུ་ལས་རྒྱ་ནག་གི་ད་ཉེས་ཆད་བཏང་བར་བ་ད་དེའི་ནུས་འབྱུང་སྤྱི་བཏང་གིས་རྒྱ་ཁོག་དེ་ཚོ་ཕར་ཚུད་ཀྱི་མི་སྣ་དེ་ཚོ་ཉེས་ཆད་བཏང་སྟེ་རྒྱ་ཁོག་གི་སྲིད་བློན་དང་སྲིད་འཛིན་ཡོད་ན་གྲོས་ཚོགས་འཐུས་མི་དེ་འདྲ་ཡོད་ན་ཚོང་པ་དེ་འདྲ་མ་གཏོགས་མི་དཀྱུས་མ་ང་ལྟ་བུ་དེ་འདྲ་ཅི་ལས་བཏང་བ་ད་ཐེངས་མ་དམ་པོ་དམ་པོ་འགྲོ་ཆགས་དགོས་ཟེར་ད་དེ་གི་ག་རེ་ཧ་གོ་སི་ལ་ན་ད་སོ་སོ་གི་བཙན་བྱོལ་ནང་ལ་སླེབས་ནས་འདས་པའི་དགུ་ལོ་ནང་ལོར་ཡ་ད་སོ་སོ་བོད་མི་རིགས་དང་རྩ་དོན་ལ་ཡ།

ཁྱོད་རང་ཁྱོད་རང་དཔེ་ཆ་སྤྲད་དགོས། ཁྱོད་རང་ལ་ལས་ཀ་སྤྲད་དགོས། ཁྱོད་རང་བོད་ལ་ག་དུས་འགྲོ་ན་འགྲོ། དེ་འདྲའི་ལག་སོགས་པའི་གི་གནོན་ཤུགས་མང་པོ་ཞིག་སྤྲད་སྲིད་དེ་ཡིན། ད་ལྟའི་སོ་སོ་གི་སེམས་པ་ནང་ལ་དངོས་གནས་དེ་ནས་གི་ད་དཀའ་ངལ་ཤུགས་ཆེན་པོ་ཞུགས་ཀྱི། ད་ག་རེ་བྱེད་དགོས་ནས་ག་རེ་གདམ་གི་ཡིན་པའི་ལས་ཀ་བྱ་རོགས། ད་ང་སོ་སོའི་ནང་མི་གདམ་གི་ཡིན་པས་བོད་མི་རིགས་ཀྱི་འཐབ་རྩོད་གདམ་གི་ཡིན་པའི་ལས་དེ་འདྲའི་གི་དུས་ཚོད་དེ་འདྲའི་གི་སྐབས་སུ་ལ་ད་སོ་སོ་གི་བསམ་བློ་ནང་ལོགས་ལ་ཡ། བོད་ནས་ཡོད་པའི་བོད་མི་ས་ཡ་གཅིག་ལྷག་ཙམ་རྒྱ་ནག་གི་དམར་གསོད་བཏང་ཡོད་པ། དེ་ནང་བཞིན་གི་བོད་མི། བརྒྱ་དང་དྲུག་ཅུ་ལྷག་ཙམ་གྱི་སྐུ་ལུས་མེ་སྒྲ་བཏང་ཡོད་པ། དེ་ནས་ཤིང་གི་བེའུ་ནང་ལོགས་ལ་ལྟ་གི་དེ་བེའུ་མིག་མང་པོ་ཞོལ་གྱི་བཙན་ཁང་ནས་ཡོད་པ་ནང་བཞིན་པ། དེ་ནས་ཤིང་གི་བེའུ་མིག་དེ་ཚོ་བེའུ་ནས་ཡོད་འགྱུར་གྱི་རྒྱ་ནག་གི་དྲ་ཚུགས་ལ་ནང་བཞིན་པ་ཁོ་ཚོ་གི་གླུད་མང་པོ་ཞོལ་གྱི་བཏང་ཡོད་པ་དཔེ་ཆ་འདུག་དེ་ཚོ་གི་སོ་སོར་ནང་མི་ཡོད་རེད་སོ་སོ་ལས་སྒེར་ལས་དཀའ་ངལ་དེ་འདྲ་ཡོད་མ་རེད་མི་རིགས་རྩ་དོན་ཆེད་དུ་དེ་འདྲའི་གླུད་བཏང་ཡོད་དུས་ཚང་མ་ལ་ཡ་ད་ཁོ་ཚོ་གི་གླུད་བཏང་ཆེད་དུ་དེ་ལ་ཡ་སོ་སོ་གི་སེམས་པ་ནས་བྱས་པ་དང་ནི་དེ་སོ་སོ་གི།

དངོས་གནས་ཁོ་རང་པད་མ་སེར་གྱི་རླབས་ཆེན་པོ་ཅིག་མཐོང་གི་འདུག་ཐུགས་རྗེ་ཆེ་དམིགས་བསལ་གྱི་ང་རང་སྒེར་གྱི་ཐོག་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན་རོ། ད་དེ་ནས་གཡུང་དྲུང་ལ་ལ་ཡ་ཨ་ནི། Why you wanna be in སྤྱི་འཐུས candidate ཁྱེད་རང་སྤྱི་འཐུས་ལ་ག་རེ་བྱེད་ནི་ལང་གི་ཡིན་ལང་དགོས་དོན་ག་རེ་རེད Canada ནས། ད་དེ་ང་རང་གི་རྒྱུ་མཚན།

ཤེས་ཡོན་སྤྲད་ནས་ད་ཁྱེད་སུ་བོད་མི་རིགས་དང་རྩ་དོན་ལ་ཕན་པའི་ལས་ཀ་བྱེད་དགོས་རེད་ལས་ད་ང་སྐྱིད་པོ་ཙམ་མ་རེད་ད་བོད་ནང་ལྷན་རྒྱ་མང་ཆེ་བ་དེ་ཕ་མ་ཚེ་དེ་འདྲ་བསམ་དགོས་རེད་དེ་སོང་ཙང་སོ་སོ་བཙན་བྱོལ་ནང་སླེབས་ནས་ད་ང་རང་བོད་མི་རིགས་ཀྱི་ཀ་ཁ་གང་གང་ཤི་དགོས་ཨ་མ་རེད་དེ་ད་ད་ལྟ་སོ་སོ་གི་ཤེས་ཡོན་ག་ཚོད་ཡོད་པ་དེ་བི་ཁྲོ་ཆིན་ཏིན་བཀའ་དྲིན་རྒྱ་རོམ་ཅིན་བཀའ་དྲིན་དེ་ནང་བཞིན་གྱི་མི་རོ་རྒན་པ་ཚོ་བཀའ་དྲིན་དེ་ནང་བཞིན་གྱི་སོ་སོ་གི་ཕ་མ་སྤུན་ཚེ་ཚོ་བློས་གཏོང་བྱེད་འཇུག་གི་བཀའ་དྲིན་ལ་བརྟེན་ནས་ད་ང་ད་ད་སོ་སོ་ལྷོ་ཤོང་ཡོང་རྒྱུ་དེ་རེད་བ་དེ་ནས་སོང་བ་ད་སོ་སོ་ངེད་ཀྱི་སེམས་པ་ནང་ལ་ཡ། བཀའ་དྲིན་རྗེས་དྲན་བྱེད་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་ཡིན་ཙང་ད་དེ་རིགས་བལ་མང་བོ་སྐྱིད་དུས་ཡུན་སྐྱིད་པོ་ཙམ་མེད་པར་མི་རིགས་ཀྱི་ཐབས་རྩལ་ནང་ནས་འགན་འཁུར་བ་ཡ་དེ་གལ་ཆེན་པོ་ཡིན་ཙང་ལོང་དགོས་ཡོད་ཞོ་ཡིན་དེ་ཚོའི་སྙིང་པ་དེ་ད་ལྷག་པ་འདི་ད་ཉོན་རྒྱུ་ད་སྐྱིད་དུས་ཀུན་དུས་འགྲོ་བ་ཡིན་ན་མི་ཚེ་ཧྲིལ་པོ་གང་ཙམ་བོད་མི་རིགས་དང་རྩ་དོན་ཆེད་དུ་ཡ་ད་ནི་སྐུ་ལས་གནང་ཡོང་ར་བ་ད་ད་ལྟ་ཀུན་ལུགས་དགུ་བཅུ་སུ་ཕེབས་དགོས་རེད་ཕེབས་དེ་ཡོད་རེད་སྐུ་ལྷོད་ལྷོད་ཀྱིས་ཞུ་ཡས་ཀྱི་རེད་ད་ཉེས་ཆད་ང་ཚོ་རྒྱ་གར་མི་ཆེད་ད་ལྷ་ས་ནས་ད་མ་མོང་གོར་ཕེ་དུས་ཚང་གཉིས་ཐུང་དུས་སུ་འགྱིག་དུས་ཚང་ང་རང་འདྲ་བོ་ཞིག་འཚལ་ན་དངོས་གནས་དུས་འདིར་སེམས་པ་ནང་ལ་ཡར་ལྟ་དགོས་གཅིག་དངོས་གནས་ཀྱི་འཚོ་བ་གནོད་པོ་ཞོག་ཅིག་ད་རྒྱ་གར་མི་ཆེན་གྱི་དགོང་ལོ་ཆེན་པོ་དེ་འདྲ་ཕེབས་ཀྱི་ཡོད་རེད་ད་ང་ལྟ་བུ་གྱི་མི་རོ་གསར་པ་དང་དེ་བཞིན་ཡོད་རྒྱ་གར་མི་ཆེན་བཀའ་ཁྲི་གྱི་ལྷོ་བྱང་ར་ཤག་གྱི་ང་ལྟ་བུ་གཅིག་གིས་ད་བོད་མི་རིགས་དང་འཐབ་རྩལ་ཡ་ད་འགན་ཁུར་ཡ་གི་དུས་ཚེས་རེད་ཤག་ད་འགན་ཁུར་གི་ཡིན་མིན་ལ་སྐད་ཆ་མི་འདུག་སྟེ་ལས་ལས་ཨོམ་གྱི་འགན་རེད་ཤག་སང་ཀྱི་སོ་སོ་གྱི་ཚོར་སྣང་ཤུགས་ཆེན་པོ་བྱུང་སོང་དེང་དུས་ཚང་མ་དེ་གི་འགན་དེ་ཁོ་ཡ་ཆེད་དུ་ཡ་ད་བོད།

ད་ཁོ་གཉིས་ལ་ཁྱད་པར་ག་རེ་ཡོད་ལ་ན། ལུང་པ་འདི་ནི་ནི་ཀྲི་པེ་ད་ལོག་བི་ཇི་ཡ་དང་དེ་ཡས་ཀྱི་དཔོན་རིགས་ཁག་ཐུ་ཡ་དང་ད་འདི་དམིགས་བསལ་གྱི་གཡུང་དྲུང་ལ་ཁྱེད་རང་འདྲ་བོ་བྱེད་ནས་ད་ཉམས་མྱོང་ཚད་དུ་ལྡན་པ་ཡོད་རེད་མི་ན་གལ་ཆེ་ཡ་ཚང་མ་ངོ་ཤེས་ཀྱི་ཡོད་རེད་ད་ག་ན་ད་ད་སོ་སོ་སྡེ་བའི་གི་ཕྱག་ལས་ཀྱི་བརྒྱུད་རིམ་གྱི་ནང་ལ་ད་མང་པོ་བྱུང་ཡོད་རེད་ད་ག་ན་ད་རྐྱེན་ངན་ད་རྒྱ་ནག་གི་ཁྱེད་རང་ལ་གནོན་ཤུགས་སྡིགས་ར་ད་གང་ད་གྲུ་གསུམ་བཅོ་བརྒྱད་ཅིག་བྱས་ཡོད་རེད་བྱས་མ་མྱོང་ཡ་འདི་འདྲའི་ཅིག། བྱུང་ཡོད། ད་ནུས་པ་ཐོན་བས་ཀྱི་རྒྱུ་མཚན་ལ་ལྟ་ནི་རོ། ཡིན་ནའི་ད་ད་རིང་སྤྱི་འཐུས་ནང་གི་ཅིག་ལངས་ཐུབ་པ་ཡིན་ན་ཀྱང་གི་ཅིག་ང་ཚོ་དེ་བྱེད་པ་ཡིན་ན་ནུས་པ་ཆེ་རུ་ཞིག་ཐོན་ཡས་ཀྱི་རེ་བ་ཡོད་རེད་བྱས་ཙང་ནོར་ཨ་མི་རི་ཀ་མི་མང་ཚང་མ་ཨ་ནི་རྣམ་པ་ཚོ་དགོངས་བཞེས་ཅིག་གནང་དགོས་རེད་ཨ་རི་ལ་ཅིག་ཀན་ན་ཀྲ་ཅིག་ང་ཚོ་རྡོག་རྡོག་དེ་ག་རེ། བོད་དོན་གྱི་འཐབ་རྩོད་ཆེད་དུ་ཨ་ནི་དེ་ལ་གཅིག་དགུ་སྒོར་ཕ་གས་གཅིག་སྒོར་མི་འབོར་ནི་ཆེ་ཆུང་གཅིག་པ་རེད་ཕ་གས་ལ་གཉིས་ད་ལྟ་བར་དུ་ཕ་གས་གཉིས་བྱིན་ན་ང་ཚོ་ཀན་ལན་ཀྲ་དེ་པ་ལོགས་ཆགས་བསྡད་བ་ཡིན་ན་འདི་ཡང་གཅིག་གས་འཐུས་ཤོར་ཆེན་པོ་ཞིག་འགྲོ་གི་ཡོད་བ་གཅིག་ངོས་འཛིན་ཞུ་གི་ཡོད་ང་རང་ངོས་ནས་རོ་ང་རང་དཔེ་དགའ་བོ་བྱུང་སོང་ཀན་ལན་ཀྲ་ནས་ཁ་ཚང་ནས་སྐད་རྒྱག་དེ་ཡོད་ལག་གཉིས་ཅེས་མི་ཟེར་ན་གཡུང་དྲུང་ལགས་ཁོ་རང་ལག་གཡར་ཤག་དེ་ནས་གཡུང་དྲུང་ལགས་ལ་འབྲེལ་བ་བྱེད་དུ་གང་ལ་ཨ་ནི་གཡུང་དྲུང་ལགས་དེ་ཕེ་བ་དེ་བཅར་འདྲི་ལ་ཡར་ཕེ་བ་དེ་ཐུགས་རྗེ་ཆེ་ཞུ་ཡས་ཨ་ནི་མཐའ་མ།

ད་ནི་གཙོ་བོ་ཀ་ནན་རཱའི་བོད་དོན་ལས་ཁུངས་ཀྱི་འགན་འཛིན་ཤི་རོ་ཐེ་ཆི་ཙི་ཝི་གིས་ང་ཚོས་ལས་ཀ་གནད་ཡོད་མང་པོ་བྱས། མང་པོ་བྱས་ནས་གྲོས་ཚོགས་འཐུས་མི་མང་པོ་ཞུགས་ཐུབ། ཨོ་ཀྲོ་བ་ཐེ་མ་ཉི་ཤུ་རྩ་གྲངས་སུ་ང་རང་འགྲོ་བས། དེ་ནི་ཤིན། ཀ་ནན་རཱ་གི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ཉིན་མོ་རེད་ད་ནི་ཞིག་བོད་དོན་གང་ལས་ཞུ་ཞུ་དུས་རྒྱལ་གྱི་ཉིན་མོ་རེད་ང་ཚོ་ཨོ་ཀྲོའི་མངའ་སྡེའི་ནང་ལོགས་ཡིན་པས་ན་ཡང་བོད་ཀྱི་ཉིན་མོ་སྲུང་བརྩི་བྱས་ལ་སོགས་པའི་དེ་བྱེད་དུས་ཚང་མ་ལ་མི་སྣ་མང་པོ་ཞུགས་ཤིག་ནས་ང་རང་འབྲེལ་བ